ཐབས་མཁས་ཐུགས་ཀྱི་བཤགས་བཅས་རིགས་མཚུངས་ཤིང། གཞན་གྱིས་མི་ཐུབ་བདུད་བཅས་དཔུང་འཇོམས་པ། གསེར་གྱི་ལྷུན་པོ་ལྟ་བུར་བརྗིད་པའི་སྐུ། བཤགས་བྱའི་རྒྱལ་པོ་དེ་ལ་ཕྱག་འཚལ་ལོ། བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་ནི། སྐབས་གཉིས་པའི་སློབ་ཚན་དང་པོ། ཤེས་བྱ་ཀུན་ཁྱབ་མཛོད་ཀྱི་སྐོར་ལ། ཨ་ནི་སློབ་གྲྭ་བྱས་ཡ་རེད། དེ་རིང་ཡིན་ན་ཨ་ནི་ང་ཚོ་སློབ་ཚན་དང་པོ་རེད། ཨ་ནི་ཐེངས་འདིའི་ང་རང་ཚོ་ཁྲིད་གཞུང་ང་རང་ཚོ་ཨ་ནི་སློབ་དེབ་ཨ་ནི་ཤེས་བྱ་ཀུན་ཁྱབ་མཛོད་ཨ་ནི་དེ་རྗེས་ཨ་ནི་དེའི་རྩ་བ་གཞིར་བཞག་ནས་མ་འགྲོ་ཡ་རེད། ཨ་ནི་ཤེས་བྱ། དཀོན་མཆོག་མཛོད་འདི་ཡིན་ན། ཨ་ནི། ཀོང་ཀྲོའི་གཡོན་དུ་འཇམ་མཚོ་ཡང་ན་འཇམ་མགོན་ཀོང་ཀྲོའི་ཟེར་བ་ཨ་ནི་མཁས་པ་ཆེན་པོ་ཁོང་གིས་བརྩམས་པ་རེད། ཨ་ནི་མཁས་པ་ཁོང་ཡིན་ན་ཨ་ནི་ང་ཚོ་བོད་ཀྱི་ཨ་ནི་ཆོས་རྗེ་ཆེན་པོ་བཀའ་བརྒྱུད་པའི་ཨ་ནི་ཆོས་རྗེ་ཡིན་པ། ཨ་ནི་དུས་རབས་བཅུ་དགུ་པའི་ནང་ལ་བྱུང་བ། ཨོ་དེ་འདྲའི་གི་ཨ་ནི་བོད་ཀྱི་ཨ་ནི་མཁས་པའི་དབང་པོ་ཨོ་དེ་འདྲ་ཅིག་རེད།

ཐུན་མོང་བླ་གྲགས་མཛད་པ་བཅུ་གཉིས་ཏེ། དགའ་ལྡན་གནས་སུ་དམ་པ་ཏོག་དཀར་པོ། ཆུ་སྒོ་རྒྱ་ལྟར་གཟིགས་པ་རྣམ་ངེས་ཕུལ། ཨོ་དེ་སོང་བ་རེད། ཨ་ནི་ད་འདིའི་ནང་ལོགས་ལ་དོན་དག་རྡོག་རྡོག་ག་རེ་ལབ་ཡོད་རེད་ལབ་ན། ཨ་ནི་མཆོག་གི་སྤྲུལ་སྐུ་ཟེར་བ་དེ་ལ་ཨ་ནི་མཛད་པ་བསམ་གྱིས་མི་ཁྱབ་པ་དཔེར་ན་མཛད་རྒྱ། ནི་དཔག་བསམ་འཁྲི་ཤིང་ལ་སོགས་པའི་ནང་དུ་བཤད་པའི་མཛད་པ་མང་པོ་དང། ནི་ཐུན་མོང་མ་ཡིན་པ་ཡི། ནི་ང་ཚོ་མིས་ཕ་རབས་བྱེད་པའི། ནི་བཤད་མི་ཐུབ་པ་ཧ་གོ་མི་ཐུབ་པ་གི། ནི་མཛད་པ་ཚད་མེད་པ་མཛད་པ་ཧ་ཅང་མང་པོ་ཅིག་ཡོད་པ་རེད། ཡིན་ན་ཡང་ང་རང་ཚོ་ཐུན་མོང། ནི་འཇིག་རྟེན་གཡུང་དྲ་མིས་ཕ་བ་རྣམས་ཀྱིས་ཀྱང་ཧ་གོ་ཐུབ་པའི། ནི་ཐུན་མོང་ལ་གྲགས་པའི་མཛད་པ་ཇི་སྙེད་ཡོད་པ་རེད། ནི་འཛབ་པ་བཅུ་གཉིས་ཀྱི་ནང་ལོགས་ནི་འཛབ་པ་བཅུ་གཉིས་ཏེ། ནི་དེ་ལྷག་ཅེའི་རེ་བ། ནི་འཛབ་པ་བཅུ་གཉིས་ཀྱི་ནང་ལོགས་ནི་དང་པོ། ནི་འགལ་ཟླ་ནི་ནི་འཕོ་བའི་འཛབ་པ་དེ་རེད། ཡིན་ཙང་དེའི་གི་རྩ་བ་གར་གསུངས་པ་རེད་ལབ་ན། འགལ་ཟླ་ནི་སུ་བལྟམས་པ་ཏོག་དཀར་བུ། ཆུ་སྒོ་རྒྱ་བལྟམས་གཟིགས་པ་རྣམ་ལྔའི་བུ། བལྟས་སོང་བ་རེད། ཨ་ནི་ཚིག་རྐང་འདི་གཉིས་ནང་ལོགས་ལ་ག་རེ་སོང་བ་རེད་ལབ་ན་གཙོ་བོ་དེ Garden གནས་སུ་བཞུགས་པའི་ལྷ་དབྱུག་པོ་དམ་ལ་ཏོག་དཀར་པོ་དེས་ལྷ་རྣམས་ལ་ཆུ་སྒོ་རྒྱ་ལབ་དེ་སྒང་ལ་རྒྱ་ལབ་བ་འདི་ཡིན་གཅིག་མིན་གཅིག་གྲངས་ཀ་གི་རྒྱ་དེ་མགོ་བོ་མ་རེད་འདི་ལ་མང་ཚིག་ལབ་དགོས་རེད་མང་པོ་སྟོན་བྱེད་ཀྱི་ཚིག་ཨ་ནི་ཆུ་བལ་མང་པོ་སོང་ཚར་བའི་རྗེས་ལ། ཡང་ནི་གཟིགས་པ་རྣམ་པ་ལྔ་གིས་གཟིགས་ནས་ཡང་ནི་འཇིག་རྟེན་འཛམ་བུ་གླིང་འདི་ལ་ཕུལ་བ་རེད་ཕུལ་བ་ལབ་ན་ཕེབས་ཡོང་པ་ཡང་ནི་གནས་གཅིག་ནས་གནས་གཞན་ལ་ཕར་བྲོས་སོང་བ་དེ་ལ་ཕུལ་བ་ཕོ་བ་དང་ཕུལ་བ་འོ་དེ་ལབ་ཀྱི་ཡོད་པ་རེད་འོ་དེ་འདྲ་རེད།